ངག་དབང་སྒྱུ་འཕྲུལ་ལྷ་རིགས་འཁོན་གྱི་གདུང། འགྲོ་མགོན་དགའ་མཛད་ཐེག་ཆེན་གདོང་ནག་ལམ། བན་དེའི་སྤར་དུ་འབར་བའི་ཕྲིན་ལས་ཅན། བསམ་པའི་དབང་གིས་རྒྱ་བོ་ཞབས་བརྟན་གསོལ།
རིན་ཆེན་གདུགས་མཆོག་བཀྲ་ཤིས་གསེར་གྱི་ཉྭ། འདོད་འཇོའི་བུམ་བཟང་ཡིད་འོང་སྐར་མ་ལ། སྙན་གྲགས་དུང་དང་ཕུན་ཚོགས་དཔལ་བེའུ། མི་ནུབ་རྒྱལ་མཚན་དབང་བསྒྱུར་འཁོར་ལོའོ།

ད་རེས་ང་ད་ལོ་རྒྱ་རུ་སླེབས་པས་སྐྱེ་ཁག་གི་ཐོག་ལ་ཡ་ཨན་ཚང་མ་ལོག་གི་པའི་ཐུགས་རྩི་ཆེན་པོ་གནང་བྱས། གཙོ་བོ་མི་དབུས་བོད་མིའི་སྒྲིག་འཛུགས་རེད། ད་ག་ན་བཞིན་རིས་སུ་མ་ཆད་པའི་བླ་བྲང་ཁག་རེད། ཆོས་སྡེ་ཁག་རེད། ཚོགས་སྐྱིད་ཁག་རེད། མི་མང་ཚོ་རེད་ཚང་མས་དོ་སྐལ་ཆེན་པོ་རྩིས་གནང་བྱས་འདུག་ཟེར། གངས་ཅན་བསྟན་བཤུགས་གཟབ་རྒྱས་གནང་བར་ཡ་ཨན་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞེས་ཞུ་གི་ཡོད། ཨེ་ནི་ད་ལྟ་བརྟན་བཞུགས་ཀྱི་མཚམས་དེ་ག་སོ་ག་རེད། ཞལ་བཞེས་ཞུ་ཡ་ཟེར་ཡ་དེ་ཡ་བླ་མ་སྐྱིད་སྤྱི་ལ་རང་དབང་ཐོབ་མཁན་ཚོ་ལ་ཡ་དེ་ནི་ཡ་ད་ག་ཟེར་ཞུ་རོགས་གནང་ཟེར་གསོལ་བ་བཏབ། བླ་མས་ཀྱང་ཨེ་ནི་ང་ད་ག་ཟེར་ཞུ་གི་ཡིན་ཟེར་མ་སོང་དེ་འདྲ་ཞིག་གནང་གི་ཡོད་ཡིན་པ་རེད་དེ་སྟེ་ང་ནི་མིང་ཆེན་པོ་གཅིག་ཡོད་པ་མ་གཏོགས་དོན་ལ་ཡང་སོ་སོ་སྐྱེ་བོ་མཐའ་མ་པ་རང་རེད་མ་གཏོགས་མན་རག་གང་ཡང་ཡོད་པ་མ་རེད་དེ་འདྲ་ཡིན་དུས་ཙམ་ནས་ངས་རེ་རང་དབང་གི་ཐོག་ནས་ང་ད་ག་ཚོད་ཅིག་བལྟས་ཀྱི་ཡིན་བྱས་ནས་ལབ་ཐུབ་ཡ་ཡོད་མ་རེད་དེ་ཡིན་ན་ཡང་ད་ད་རིང་དུ་གཙོ་བོ་མི་བསྟན་བདག་བླ་ཆེན་ཚོ་རེད། མཁན་པོ་བླ་སྤྲུལ་ཚོ་རེད་དགེ་འདུན་པ་ཚོ་བཅས་ཉི་མ་མང་པོའི་རིང་གང་ལ་ཡང་ཚེ་སྒྲུབ། གཟབ་ནན། གནང་བ་འདྲ་དག་ནང་བཞིན་མི་མང་ཚོས་ཡིན་ན་ཡང་དད་འདུན་རྩེ་གཅིག་པའི་སྒོ་ནས་ཐུགས་སུ་བྱས་ནས་གནང་བ་ཡིན་དུས་རྩ་ནས་ད་དེ་ཡིན་ན་དེ་ནང་བཞིན་ང་ཚོ་བོད་ལ་ཡང་ཅི་དགོན་པ་ཁག་རེད་ཤུལ་རྒྱུད་ཁག་རེད་ཚང་མས་ཞི་རགས་གཟབ་གཟབ། སིག་སིག། ག་རེ་བྱེད་རྒྱུ་ཡོད་མེད་ཚང་མ་ལོག་བྱས་བཞག་དེ་འདྲ་ཡི་གནས་ཚུལ་མང་པོ་འཇགས་ཞོར་བྱུང་དེར་བཞིན་དུ་ཕྱི་རྒྱལ་ཁག་ལ་ཡོད་ངེད་ཚོ་རེད་ཚང་མས་དེ་འདྲ་བྱས་ནས་ད། ཁ་ཟུར་བར་གྱི་སྐུ་ཚེ་ཚེ་སྒྲུབ་ཀྱི་བྱ་བ་རྒྱ་ཆེན་པོ་བྱེད་པའི་ཀྱི་དགེ་བའི་རྩ་བ་དེའི་མཐུ་ལ་བརྟེན་ནས་ཨིནྡྲ་རང་ཅག་རྣམས་ལ་བཀའ་དྲིན་ལྷག་པར་དུ་ཆེ་བ་སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་གི་དབུར་བཞུགས་པའི་ཨིནྡྲ་མཆོག་དང་རིགས་སུ་མ་ཆད་པའི་བསྟན་འཛིན་གྱི་སྐྱེས་བུ་དམ་པ་རྣམས་སྐུ་ཚེ་ཞབས་པད་བསྐལ་པ་རྒྱ་མཚོར་བརྟན་པ་དང། ཐུགས་ཀྱི་བཞེད་དོན་མཐའ་དག་གེགས་མེད་ལྷུན་གྱིས་གྲུབ། ཨེ་ནི་དེ་དག་གི་ཐུགས་རྗེ་དེ་བྱིན་རླབས་བརྟན་ནི་ང་རང་ཡིན་ན་ཡང་ད་ཅི་ཐང་དུ་ལོག་བཞིན་པ་སླེབས་པ་རེད་ཡིན་ན་ཡང་སེམས་ཤུགས་དེ་ར་བ་དུ་གཙང་ནི་ཆགས་མེད་དེ་ད་རུང་ཡིན་ན་ཡང་ད་དེ་འདྲེ་གི་དུ། ཆོས་ཐམས་ཅད་རྟེན་འབྲེལ་ཟེར་ཡང་དེ་ཕྱི་ནང་གི་རྒྱུ་རྐྱེན་ལ་བརྟེན་ནས་བྱུང་པ་ཡིན་དུས་ཙམ་ནས་དེ་ལྟ་བུའི་ནི་ཚེ་སྒྲུབ་ཀྱི་ཆོ་ག་རྒྱ་ཆེན་རྣམ་པའི་བཀའ་དྲིན་ལ་བརྟེན་ནས་ཡུན་རིང་པོ་འཚོ་གི་རེད་བསམ་པའི་ཡིད་ཆེས་དང། བདེན་པོ་ཡོད་དེ་ཙམ་ནི་འདྲ་ཡིན་འདི་ཙམ་ནི་ཡིན། ཆོ་གའི་གཞུང་ནས་གསུངས་པ་ནང་བཞིན་ག་དེ་བསྟན་པ་རྒྱས་པ་དང་སེམས་ཅན་ཕན་པའི་རྒྱུ་གྱུར་ན་མི་ལོ་བརྒྱ་རྩ་བརྒྱད་ལྷག་སོགས་གང་འདོད་འཚོ་བར་བླ་མ་དང་རྒྱལ་བ་སྲས་དང་བཅས་པའི་བདག་དབང་ཚུལ་ལྡན་པར་བྱིན་གྱིས་རློབས་ཅན་གསུངས་པ་ནང་བཞིན་དེ་དེ་བཞིན་དུ་ཞུའོ་ཟེར་ཞུ་ཡ་ཡིན་ཐུགས་རྗེ་ཆེ།

བསྟན་བདག་བླ་ཆེན་རྣམ་པ་དང། མཁན་པོ་བླ་སྤྲུལ་རྣམ་པའི་དབུར་བཞུགས་པའི་དགེ་འདུན་འདུས་པ་རྒྱ་མཚོ་དང། དམིགས་བསལ་སྐུ་མགྲོན་ལྔ་སྡེའི་བློན་ཆེན། Shri Satpal Maharaj། དང་དབུས་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ། སྲིད་སྐྱོང། ྋགོང་སྲིད་སྐྱོང་མཆོག་དང་ཚོགས་གཙོ་མཆོག་གི་དབུས་པའི་ཨ་ནེ་སྐུ་མགྲོན་རྣམ་པ་དང་དགའ་ལྡན་ཕོ་བྲང་གི་སྐུ་ཚབ་བློ་བཟང་སྦྱིན་པ་ལགས། གཞན་ཡང་སྐུ་མགྲོན་རྣམ་པ་དང་འདི་ནི་ཕྱི་ནང་གི་སྦྱིན་བདག་རྣམ་པ། ད་ག་ན་བཞིན་འབྲེལ་ཡོད་མི་མང་སུ་བྱས་ཚང་མ་ལོ་ལ་ཞུ་ཡག་ལགས། ད་རིང་ངས་ད་ལོ་གྱ་བཞུ་སླེབས་པའི་སྐྱེས་སྐར་དུས་ཆེན་གྱི་ཐོག་ལ་ཡང་ཚང་མས་ཐུགས་རྗེ་ཆེན་པོ་སྣང་མཆེད་འདིར་ཕེབས་ནས་ཨནི་འདི་འདྲའི་དཀའ་སྟོན་རྟེན་འབྲེལ་རྒྱ་ཆེན་པོ་གནང་བ་ལ་ཡང་ང་རང་སྒེར་གྱི་ངོས་ནས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞེས་ཞུ་བ་དང་ཆབས་ཅིག་ཏུ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ད་ང་སྤྱི་བཏང་ལོ་བརྒྱད་ཅུ་སླེབས་པ་རེད་ལོ་ཆེན་པོ་ཞེ་དྲག་རེད། འདི་ང་རའི་ངོས་ནས། ཅིག་ག་སོགས་འདི་འདྲས་ཀྱི་མཛད་སྒོ་རྒྱ་ཆེན་པོ་རུ་འདི་འདྲ་བྱེད་ཡག་གི་འདོད་པ་རྩ་བ་ནས་མེད། ལ་མ་གཞི་བོད་ལ་ཡང་སྔ་མོ་ད་ལྟ་གཙང་མཆོག་ལ་ཡང་ལོ་བརྒྱ་བཅུ་སླེབས་ན་ཨེ་ན་བརྒྱ་བཅུ་གོས་དཀར་བྱས་ནས་དུག་ལོག་དཀར་པོ་ཞིག་གྱོན་གི་ཡོད་རེད་ཟེར་ཡག་གི་མ་གཏོགས་དམིགས་བསལ་རྟེན་འབྲེལ་རེ་བ་འདི་འདྲས་རྒྱ་ཆེན་པོ་བྱེད་པའི་གི་ལུགས་རྒྱུས་གོ་མྱོང་མེད། ཡིན་ལ་ཡང་ཨ་མདོའི་ཕྱོགས་ལ་ཡང་དེ་ནས་སྐད་བཞུགས་གྱ་སྟོན་གསན་ནས། བླ་མ་གཙོ་དང་མི་རྒན་པ་གཙོ་ལ་ཡར་ཐོན་ལས་བྱེད་ཀྱི་ཡོད་པའི་རིགས་ཀྱི་ལོ་རྒྱུས་གོ་ཐོས་བྱུང་དོན་ཡིན་དེ་ཡིན་དུས་ཙམ་ནས་ངའི་ཨ་མདོའི་གྲོགས་པོ་ཚོས་ཀྱིས་ཨེ་འདི་ལས་བྱེད་དགོས་རེད། ཐོག་མར་གླེང་འདྲ་བོ་བླངས་དེའི་ཤུགས་ལ་ནི་ཤ་ཚ་གཙོས་ཀྱིས་གདབ་འདྲ་བོ་ལངས་ཚེ་ཨེ་འདི་འདྲས་ཅིག་བྱེད་དགོས་རེད། ཅི་འདྲས་ཟེར་ལབ་ཀྱི་འདུག་ཨེ་མཐའ་གཅིག་ཏུ་གོ་བ་མ་རེད་ཟེར་ལབ་པ་ཡིན་ན་ཡང། སློབ་མ་འགྲོ་ཞིག་སོགས་སྒྲུབ་དེ་འདྲ་ཆགས་ན་འགྲིག་གི་མ་རེད་བསམ་ནས་ངོས་ལྟ་དེ་འདྲ་ཞིག་བྱས་ན་འགྲིག་གི་རེད་ཟེར་ནས་ཟེར་ཡག་བྱུང་གང་ལྟར་ཡང་དེ་རིང་གི་དུས་ཚོད་དུས་སྐབས་འདི་ལ་ཡང་གཙོ་བོ་མི་བླ་མ་རྣམས་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོའི་བླ་ན་མེད་པའི་ཐུགས་བསྐྱེད་དང་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ང་ཚོ་རྒྱ་གར་ནང་ལ་ཡང་དག་གནས་ཐུབ་པ་དང་གནས་པ་ཙམ་དུ་མ་ཟད་པའི་ཆོས་དང་འཇིག་རྟེན་གང་གི་ཐོག་ནས་ཡིན་ན་ཡང་རྒྱལ་ཁོངས་པས་འགྲོ་དང་འགྲོ་བཞིན་པ་དེ་འདྲས་ནི་གཙོ་བོ་རྒྱ་བོར་མི་བྱེད་རང་གི་ཐུགས་ཀྱི་བཀའ་དྲིན་ལ་བརྟེན་ནས་བྱུང་བ་ཡིན་པ་རེད། འདི་ད་ག་ན་ཞིག་མི་བླ་མ་སྐྱེས་བུ་དམ་པ་གཙོ་དང་དགེ་འདུན་འདུས་གཙོ། ད་ག་ན་ཞིག་དབུས་བོད་མིའི་སྒྲིག་འཛུགས། ཨེ་ནི་མི་མང་གཙོ་ཆོས་བརྒྱུད་མི་མང་གཙོ་བཅས་ཚང་མ་ལ་བར་མི་ཆ་འཕྲུལ་མཉམ་འདེགས་གནང་ཆེད་ཨེ་གང་དག་ཐུགས་བྱུང་བ་ཡིན་པ་རེད། ཨེ་འདི་འདྲ་ཡིན་དུས་ཙང་ནས་ད་ད་ཆ་གར་བཞུགས་བ་རེད་བ་ད་འདི་ང་ད་ལོ་བརྒྱ་ཕྱི་ལོ་ད་ཕྱི་རག་ཆེན་པོ་སླེབས་པ་རེད་ལོ་ཆེན་པོ་སླེབས་པ་ཡིན་དུས་གཟུགས་པོ་ད་རང་བཞིན་གྱི་གོབ་འགྲོ་གི་འདུག་ཁོ་ད་ཆུ་གཉིས་རེད་བ་རང་བཞིན་གི་ལོ་འགས་འགྲོ་དུས་གང་ལ་ཡ་གཟུགས་པོ་གོབ་ཏུ་ཆགས་ཀྱི་ཡོད་པ་ད་ཁོ་ཆུ་གཉིས་རེད་ཟེར་བ་འདི་ཡིན་ནའི་སེམས་པ་ནི་ཙང་ནས་ད་ལྟ་ཡིན་ཅིག་ལོ་འགས་འགོ་བ་ཡིན་བསམ་པའི་སྣང་བ་ཤར་གྱི་མི་འདུག། ད་ལྟ་ཡང་ལོ་གཞོན་གཞོན་ཡིན་བསམ་པ་རེད་ཅེས་སྣང་བ་སྦྱར། རྗེ་བཙུན་མི་ལས་གསུངས་པའི་བདག་ག་རང་བྱས་བསགས་བའི་ཤིང་དང་གྱོང་བའི་ར། ཁུག་སྣ་ཁུག་ཙམ་བདག་ལ་སྟེ་རང་སེམས་གྱོང་པོ་འདི་ལ། ཁུག་དུས་མེད་བྱས་ནས་གསུངས་པ་དེ། དེ་རང་རང་རེད་བཞག་དེ་འདྲ་ཡིན་དུས་རྩ་ནས་དེ་འདྲ་དེ་འདྲ་ཡིན་དུས་རྩ་ནས་ང་རང་ཡི་ངོས་ནས་ཡིན་ན་ཡང། ད་རྒྱུན་རིང་པོ་ཡར་འཚོ་ཐུབ་ཡག་གི་སེམས་ཤུགས་དང། དགའ་ཚོ་གདེང་འདྲ་པོ་བྱེད་ཀྱི་ཡོད། ད་རེས་ཙམ་དུ་མ་ཟེར་བས་ད་བརྟན་བཞུགས་སྔ་རྗེས་མང་པོ་བྱས་འོང་བྱུང་བ་རེད་ལ། ལྷག་པར་དུ་ཡང་དེ་ནི་བླ་མ་རྣམ་པ་ཚོའི་ཐུགས་བསྐྱེད་དང་ལྷག་པར་དུ་ཡང་བོད་ནང་ལ་ཡང་ཡོད་མཁན་གྱི་དགོན་པ་ཚོ་རེད། ཆོས་བརྒྱུད་མི་མང་ཚོ་རེད། ཚང་མས་ཅིག་ཚིག་གྲུབ་འདོན་ཡང་རེད། ད་ག་ན་བཞིན་སྲོག་བླུ་བཏང་ཡང་རེད། གཅིག་དཀར་ཕྱོགས་ཀྱི་དགེ་བའི་བྱ་བ་རྒྱ་ཆེན་པོ་མང་པོ་སྤེལ་བཞིན་ང་ལ་ཡ་དེ་འདྲས་ཀྱི་ལན་རུ་མི་འདི་མང་པོ་འབྱོར་སོང། དེ་བཞིན་དུ་ང་རང་ཚོ་ཕྱི་རྒྱལ་གྱི་ཆོས་ཚོགས་ཁག་གི་གཙོས་པའི་དེ་ནས་དེ་ག་ག་ས་ད་ཆོས་རྒྱུད་མི་མང་ཚོ་གི་ཡིན་ན་ཡང་ད་དེ་འདྲས་ཀྱི་ཡ་ཇི་དགེ་བའི་རྩ་བ་རྒྱ་ཆེན་པོ་མང་པོ་བསྒྲུབ་བཞག་དེ་འདྲས་ཀྱི་དེ་འདྲས་ཀྱི་བསྟོད་དང་ནུས་པ་ལ་བརྟེན་ནས་ད་ཡུན་རིང་དུ་སྲོག་ཐུ་བ་ཅིག་ཚེ་གེ་བར་ཆད་ཞི་ནས་ཡུན་རིང་དུ་ཆོ་འཕྲུལ་ཡག་ཡོང་གི་རེད་བསམ་པའི་རེ་བ་བྱེད་ཀྱི་ཡོད། ཨེ་ནི་ཚང་མ་ལ་ཐུགས་ཐུགས་བདེ་པོ་གནང་རོགས་གནང་བཞིན་ཞུ་ཡག་ཡིན། དེ་ནས་གཉིས་པ་དེ་ལ་ཡང་ད་རིང་ངས་ང་རང་གི་ད་ལུག་རྒྱུད་ཟེར་ནས་མི་འདུག་མི་ཚེའི་ལུག་རྒྱུད་ཟེར་ནས་མི་འདུག་རྣམ་ཐར་ཟེར་ནས་མི་འདུག་དེ་འདྲ་བྱས་ནས་ང་འགོ་བཙུགས་ནས་ད་རྒྱུན་རིང་པོ་ཞི་བ་ཕྱིན་སོང་ད་ང་ལ་མི་ཁ་སོང་རེད་ལེ་ལོ་ཆེ་བ་དང། སྒྱིད་ལུག་པ་དང་བྲལ་བར་བྱས་པ་དང་དེ་འབྲེལ་གྱི་པརྣར་འགྱངས་སུ་ཕྱིན་ནས་ད་ལྟ་བར་དུ་སྟོན་ཐུབ་མ་སོང། འདིའི་ནང་ལ་ཡང་ད་ང་སྐྱེས་པ་ནས་ལོ་དྲུག་ཅུ་མ་སླེབས་བར་དུ་ཡོད། དེ་དྲུག་ཅུའི་རྗེས་ལ་ཡང་བྲིས་བྲིས་ཐུབ་མ་སོང་དྲུག་ཅུ་དེ་དག་ང་ཚོ་བོད་པའི་རྩིས་ལུགས་ལ་ལོ་རྒན་དྲུག་ཅུ་ཟེར་མཁན་ནི་དྲུག་ཅུ་ཐམ་པ་རེ་རེ་ལ་ཡང་ད་རེ་རེ་རབ་བྱུང་རེར་བརྩི་གི་ཡོད་རེད་བ་དེ་འདྲ་ཡིན་དུས་འོ་ད་དུག་ཟེར་མཁན་ནི་མ་རྣམ་དག་ཞེས་བྲིས་པའི་རྣམ་དག་དེའི་ནང་ལ་ཡང་ང་བླ་མ་གོང་མ་ཚོས་ཀྱི་མཛད་པ་རྣམ་དག་ནང་བཞིན་གྱི་ཡིན་ན་ཉམས་དང་རྟོགས་པ་དང་དེ་འདྲས་ནི་ཁ་ཁ་ང་ལ་བཤད་ཡ་ཡོད་མ་རེད་དེ་ཡིན་ན་ཡང་ད་ཅིག་མི་རྒན་པས་ལད་མོ་སྤུ་གུས་བྱས་པ་ནང་བཞིན་བླ་མ་གོང་མ་ཚོས་ཀྱི་མཛད་ཁ་སོ་རུ་མཛད་པ་རྣམ་དག་གི་སོ་ཏོ་ཕྱག་རྒྱ་དུ་མ་སོང་ཇི་ག་བྱས་ནས་ཡང་ཐོག་མར་ཆུ་བཞུར་བྱས་པ་ནས་བཟུང་སྟེ་རིམ་པས་རིམ་པས་ཡར་བྱས། ལྷག་པར་དུ་ཡང་སངས་རྒྱས་མི་གཟུགས་བྱོན་པ་ལྟ་བུའི་བླ་མ་བཀའ་དྲིན་ཅན་དུ་མའི་སྐུ་གདུང་ནས་དེ་ནི་དབང་ལུང་མན་ངག་ད་མང་པོ་ཞུས་མྱོང་བ་རེད་ད་ག་ཚོད་ཨ་མཆོག་ཀ་བ་བཟང་པོ་འདྲི་ང་རེ་ཉམས་ནས་ཉམས་ལེན་ད་གང་ཡང་བྱེད་ཐུབ་ཡག་མ་རེད་དེ་ཡིན་ན་ཞུ་ཡག་ད་དངོས་གནས་ཚང་ནི་ཆོས་རྒྱུད་རིས་སུ་མ་ཆད་པའི་དེ་ནི་དབང་ལུང་མན་ངག། བདག་བདམས་པ། དཔག་ཏུ་མེད་པ་ཞིག་ཞུ་ཞུ་བྱས། དེ་ནས་སྲིད་ཞིའི་སྐལ་བ་བཟང་པོ་རུ་ཞི་དྲག་ཡིན། ཨིན། དེ་ལ་ཆབ་ཆུ་འདི་ཆ་ཆོག་གཅིག་མེད། བླ་མ་གོང་མ་ཚོའི་རྣམ་ཐར་དང་མ་འདྲ་གཅིག་ག་རེ་ཡོད་རེད་ཟེར་ལབ་པ་ཡིན། ད་སྔོན་ཡིན་ན་ཕག་ཚུལ་ཕལ་ཡག་ལས་ཡག་སྐུ་ངལ་ཡོད་རེད། འགྲིམ་འགྲུལ་རིགས་ཐོག་ནས་དཀའ་ངལ་ཡོད་ཙང་ཞི་དྲག་ཞི་དྲག་ཕག་ཚུལ་ཕལ་ཡག་ཞིག་ཡོང་གི་ཡོད་མ་རེད། ད་ང་ཡིན་ནི་དེང་སང་ད་འགྲིམ་འགྲུལ་ཡག་ག་དང་ང་ཡིན་ནི་སྡོད་ཚུགས་མེད་པ་དང་དེ་འདྲའི་ཡིན་ནི་ལུང་པ་ག་ས་ག་ལ་ཕྱིན་བྱས། ད་ང་དེ་ཨ་ཕི་རི་ཀ་སད་དེ་སྒྲོལ་མ་སྨྱུག་མ་དུ་དེ་དེ་མེ་ཤེན་ཨ་མི་རི་ཀ་ལྷོ་བྱང་གཉིས་ཨ་ནི་ཡོ་རོབ་ཨེ་ཤ་ཡ་ཨོས་ཏྲེ་ལི་ཡ་ཨོ་ད་དེ་ཚོ་ཚང་མ་ལ་ག་ས་ག་ལ་ཕྱིན་དེ་ཁྱོད་ལུང་པ་ཚང་མ་བསྡོམས་པས་ལུང་པ་བཞི་བཅུ་ཞག་གསུམ་ཙ་ལ་ཕྱིན་བཞག་ཕྱིན་ནི་ད་ནེ་ཟུ་ཡ་ག་ཡེ་ཐོང་སོང་སྡུ་ག་ཡེ་ཐོང་སོང་སྐྱིབས་ས་ཡེ་ཐོང་སོང་མ་སྐྱིབས་ས་ཡེ་ཐོང་སོང་དེ་འདྲ་ཡི་ཚང་མ་གནས་ཚུལ་མང་པོ་ཞིག་མཐོང་ནས་མཐའ་མའི་འབབ་སོ་གྲབས་འདི་ལྟར་དངོས་གནས་ཁ་མཆུ་ལུང་པའི་ནང་ནས་སྐྱིབས་ཤོད་དང་ཕུན་སུམ་ཚོགས་ཤོད་དེ་ནི་ང་ཚོའི་ཕ་ཡུལ་བོད་གངས་ཅན་གྱི་ལྗོངས་རེད་བཞག་གང་ཡིན་ཟེར་ལབ་པ་ཡིན་ན་བོད་གངས་ཅན་གྱི་ལྗོངས་ཀྱི་ས་མཐོ་བ་དང། ངས་ད་ལྟ་འདི་ལྔ་བཅུ་ང་དགུའི་གོང་གི་བོད་དུ་བཞུགས་ཀྱི་ཡོད། ལྔ་བཅུ་ང་དགུའི་གོང་གི་བོད་དེ་སྔོན་མ་ཚང་ནས་མཁའ་རླུང་གཙང་མ། ཨེ་ནི་ཅི་གི་ཁ་མཆུ། ཆོས་ཡུན་རིང་པོ་ད་རེས་ཀྱི་ཐུགས་རྗེ་ལ་བརྟེན་ནས་མི་ཚོས་ཡིན་ན་ཡང་ཅིག་ཡར་བླ་མ་དཀོན་མཆོག་ལ་དད་པ་བྱེད་ཡག་རེད་མ་སེམས་ཅན་འབུ་སྲིན་ཕྲ་མོ་ཚུན་ཅིག་ལ་སྙིང་རྗེ་བྱེད་ཡག་རེད་ད་ག་ན་བཞིན་ཅིག་ལས་འབྲས་ལ་སྲུང་སྟེ་ཞིམ་ཉིན་རིང་ཉིན་རིང་མི་དེའི་ཁྲོ་བའི་ནང་ལ་ཡང་ལས་རྒྱུ་འབྲས་བྱེད་ཡག་ཅིག་ཁོ་ལ་ཁ་ལ་ཆང་བྱས་ད་ལྟ་དེ་འདྲས་ཀྱི་ཐོག་ནས་ཅིག་བག་ཕེབས་པོ་དང་ཤིས་འཇམ་པོ་ཁ་འདོན་མ་ནི་ཁྲ་མགོ་ཅི་མང་དུ་མ་འདོན་པ་ཡིན་ན་ཡང། པས་སེམས་རྒྱུད་བག་ཕེབས་པོ་བྱེད་ཅེས། ད་དེ་རིང་ཁ་ཚང་ཡིན་ན་དཔེར་ན། ཁ་འདོན་མ་ནི་ཆང་ཁོག་ཅིག་འདོན་པ་ཡིན་ན་ཅིག་གར་ཡང་གར་རེར་ཅིག་ཁ་བ་ཅིག་ལེགས་འགྲོ་མེད་འགྲོ་ཡིད་མེད་ཅིག་སླེབས་འགྲོ་མེད་འགྲོ་བསམ་བསམ་འགྲོ་ད་དེ་འདྲའི་བྱེད་ཚུལ་ཚུར་ངག་ནས་བསྡད་དགོས་ཀྱི་འདུག་ག་དེ་འདྲའི་མ་ཡིན་པ་པ་ལྷོད་ལྷོད་བྱེད་འདོད་ཡ་ཡོད་པ་དེ་དངོས་གནས་དྲན་ནས་ངག་ཁར་སེམས་པ་དེ་མ་སོ་ཁ་བ་ཤོར་གྱི་འདུག་ཟེར་ན་སྔར་གྱི་བོད་ཀྱི་ངག་འདི་གནས་སྟངས་འདི་འདྲ་ཡ་ཞུ་གི་འདུག་དེ་ཡིན་དུས་རྩ་ནས་དེ་དངོས་གནས་དྲང་གནས་ང་ཚོའི་བོད་དེ་དངོས་གནས་དྲང་གནས་རྩ་ཆེན་པོ་ཞེ་པོ་ཅིག་རེད་ཤག་དེ་ཡིན་དུས་ད་ལྟའི་གཙོ་བོར་ང་ཚོ་རང་རེ་རང་ཅག་རང་ལག་ཏུ་སོན་ཐུབ་པ་ཅིག་དང་ཨེ་ནས་ཡོད་ཁ་ཤོ་གོ་རེད། མི་ཚོ་ཡིན་ན་ཡང་ཚང་མ་ལོག་འཚོ་བ་བདེ་སྐྱིད་ཀྱི་ངང་ལ་ཡང་གནས་ཐུབ་པ་དེ་འདྲས་ཅིག་བྱུང་བ་ཡིན་བྱུང་རོགས་བྱས་ན་བསམ་སོང་སྤྱི་བཏང་བཤད་སྲོལ་ལ་ཡང། བྱ་རྒས་ན་ཚང་དྲན། མི་རྒན་ན་འཇུག་ཁྲན་སི་གི་ཨོར་སི་གི་ད་དེ་ཡིན་དུས་ང་ཨེ་ད་ད་ད་ལོག་ཡ་ཡ་ལི་ཡ་ཚི་ལེ་དུས་གང་ལ་ཡ་ད་ལུང་པ་མང་པོར་ཕྱིན་པའི་འདི་ག་ས་ག་བ་ལ་ཡིན་ནའི་སེམས་པ་ཤོ་ཡ་ས་གས་མིན་འདུག་ད་ང་ཚོའི་བོད་གངས་ཅན་གི་ལྗོངས་འདི་དངོས་གནས་དྲང་གནས་ཀྱི་ད་ལུང་པ་རྩ་ཆེན་པོ་རེད་ཤག་བསམ་བསམ་ཅིག་ཡང་ནས་ཡང་དུ་བསམ་བློའི་ནང་ལ་འཁོར་དགོས་འདུག་དེ་འདྲ་ཞིག་ཞུས་འདོད་བྱུང། དེ་མ་གཏོགས་ད་ཐེངས་ཕྱི་མའི་དེ་མའི་མི་བསད་ཁམས་ཞུ་ཡ་མི་འདུག་གང་ལྟར་མི་ཚང་མ་ལོ་ཐུགས་རྩི་ཆེན་པོ་གནང་ཆེ། ད་རིང་འདི། རྟེན་འབྲེལ་མཛད་སྒོ་རྒྱ་ཆེན་པོ་གནང་ལ་ཡ་ཐུགས་རྗེ་ཆེ་ཟེར་ཅིང་འབྲེལ་ཡོད་ཚང་མ་ལོ་ལ་ཡ་ཨེ་ནི་གོ་སྐབས་འདི་བརྒྱུད་ནས་ཐུགས་རྗེ་ཆེ་ཟེར་ཞུ་ཡ་དང་ཆབས་ཅིག་ཏུ་ཨེ་ནི་མཐའ་དོན་སྨོན་ཚིག་ཞུ་ཡ་ལ་རྒྱལ་བའི་བསྟན་པ་རིན་པོ་ཆེ་མཆོག་དུས་གནས་སྐབས་ཐམས་ཅད་དུ་དར་ཞིང་རྒྱས་ལ་ཡུན་རིང་མདུན་གནས་བསྟོད་པ་དང་བསྟན་འཛིན་ཀུན་གྱི་གཙུག་རྒྱན་གཅེས་ནོར་གོང་གསལ་སྐྱབས་མགོན་རྒྱལ་བ་དབང་པོ་མཆོག་གི་དབུར་བཞུགས་པས་ཕྱོགས་དང་རིགས་སུ་མ་ཆད་པའི་བསྟན་འཛིན་གྱི་སྐྱེས་བུ་དམ་པ་ཐམས་ཅད་སྐུ་ཚེ་ཞབས་པད་རྒྱ་བ་ཚེ་མདངས་ཡངས་པའི་ངོ་བོར་བརྟན་ཅིང་རླབས་ཆེན་ཐུགས་ཀྱི་བཞེད་དོན་མཐའ་དག་གེགས་མེད་ལྷུན་གྱིས་གྲུབ་པ་དང། དེ་ནས་ང་ཚོས་རང་ཡུལ་གངས་ཅན་གྱི་ལྗོངས་ནས་རིང་པོར་མི་ཐོགས་པར་གཞིས་བྱེས་མཉམ་འཛོམས་ཀྱི་སྐལ་བཟང་ལ་ལོངས་སྤྱོད་ཐུབ་པ་དང་འཛམ་གླིང་འཛམ་བུ་ནས་ཐལ་ཡུལ་ཀུན་ཏུ་ཞི་བདེའི་དཔལ་ཡོན་ལ་ཡང་ལོངས་སྤྱོད་ཐུབ་པ་ཅིག་ཡོང་ཤོག་ཟེར་ནས་སྨོན་ལམ་ཞུ་ཡག་ཡིན་ཐུགས་རྗེ་ཆེ།